ཉི་ཤུ་རྩ་བདུན། རྒྱ་བོད་ཀྱི་དཀའ་རྙོག་དང་ཕན་ཚུན་གྱི་འབྲེལ་ལམ། རྙོག་ཁྲ་ཞེས་པ་དེ་ང་ཚོར་མི་དགོས་ལ་རྒྱ་མིར་ཡང་མི་དགོས་པ་ཞིག་རེད། དེས་ན་དེ་དག་སེལ་ཐུབ་པའི་ཐབས་ཤེས་རིམ་པ་གང་ཞིག་ཡོད་མེད་བལྟས་ཏེ། པེ་ཅིང་ལ་སྐད་ཆ་བཟང་པོ་དང་འཕྲོད་པོ་བྱུང་འདུག་ང་ཚོ་བོད་རྒྱ་གཉིས་དབར་གྱི་རྙོག་དྲ་དེ་ཉིན་མ་གཅིག་གཉིས་ཀྱི་སྐད་ཆས་ལམ་སེང་འགྲིག་ཐུབ་པ་ཞིག་མིན། མི་ལོ་སུམ་ཅུ་ལྷག་རིང་རྒྱ་མི་དང་བོད་པ་གཉིས་ཀྱི་དབར་ལ་དགྲ་ལྟ་དགྲ་ཤེས་བྱས་ནས་བསྡད་པ་ལས་གཉེན་ཉེ་བ་བྱས་ནས་བསྡད་མེད། དེར་བརྟེན་ལམ་སེང་ཐུག་པ་དང་སྐད་ཆ་ཚང་མ་མཐུན་པོ་དང་ལྷུ་འགྲིག་པོ་ཡོང་གི་མེད་པ་ཤེས་གསལ་རེད། ད་རེས་ཕན་ཚུན་སྐད་ཆ་གསལ་པོ་དང་ལྷུག་པོ་བྱས་ཏེ་བཤད་རེས་བྱས་པ་དེར་ངས་བལྟས་ན་གཞི་རྩའི་ཡག་པོ་བྱུང་འདུག་བསམ་གྱི་འདུག་རྒྱ་ནག་གཞུང་གི་རྣམ་འགྱུར་སྟོན་སྟངས་ཀྱང་མུ་མཐུད་ནས་འབྲེལ་བ་བྱེད་འདོད་ཀྱི་རྣམ་འགྱུར་བསྟན་འདུག་ང་ཚོའི་ངོས་ནས་ཀྱང་མུ་མཐུད་ནས་འབྲེལ་བ་བྱ་རྒྱུའི་བསམ་ཚུལ་ཡོད། བར་ལམ་རྒྱ་བོད་ཕན་ཚུན་འབྲེལ་བ་གསར་པ་ཞིག་ཆགས་པའི་གནས་ཚུལ་དེར། གཙོ་ཆེ་བོད་རྒྱ་ཆེའི་མི་མང་ནང་ནས་ང་ཚོས་རྒྱ་མི་དང་འབྲེལ་བ་བྱས་པ་དེ་སྔ་ཐལ་ཤོར་བ་དང་ཕྲན་བུ་ཤུགས་ཆུང་དྲགས་མེད་དམ་བསམ་པའི་མཐོང་ཚུལ་ཞིག་གནས་ཚུལ་ཞིབ་ཕྲ་མ་ཤེས་པའི་དབང་གིས་ཡོད་འདུག་དེ་བཞིན་བཙན་བྱོལ་བོད་མིའི་ནང་ལའང་ཕྲན་བུ་བློ་ཕམ་གྱི་བསམ་ཚུལ་ཡོང་གི་ཡོད་འདུག་ང་ཚོས་འདིར་མང་གཙོའི་སྒོ་ནས་ལས་ཀ་བྱེད་ཀྱི་ཡོད། མང་གཙོ་ཟེར་བ་འདི་ཁ་ཞེ་གཉིས་མེད་ཀྱི་མང་གཙོ་ཡིན། དབང་ཡོད་ཤོད་མཁན་གྱི་མཛུབ་མོ་གང་བཏོན་ཤར་བྱས་ཏེ་འགྲོ་བའི་དུས་ཚོད་དེ་ཡོལ་ཟིན་པ་མ་ཟད། ང་ཚོས་དེ་ལྟར་གཏན་ནས་བྱེད་ཀྱི་མ་རེད། བར་ལམ་གཞིས་བྱེས་གཉིས་ཀའི་མི་དམངས་ཀྱི་ནང་བསམ་ཚུན་ཤུགས་ཆེན་པོ་ཡོང་གི་ཡོད་པར་བརྟེན་ངེས་པར་དུ་ང་ཚོ་སྒྲིག་འཛུགས་ཀྱི་ལས་ཀ་བྱེད་མཁན་ཚོས་ཀྱང་དེ་འདྲའི་བསམ་ཚུལ་རྣམས་ལ་ངེས་པར་དུ་བསམ་བློ་གཏོང་དགོས་པ་དང། དེ་གཞི་ལ་བཞག་དགོས་པ་ཞིག་ཆགས་ཀྱི་ཡོད། ད་ལྟ་ངོས་ནས་འདིར་ཞུ་རྒྱུར། ད་ལྟ་ཕན་ལ་ང་ཚོས་འབྲེལ་བ་བྱས་པ་དེ་དག་ལ་དོ་ནན་ཐེ་ལུས་མེད་པ་བྱས་ཡོད་པ་ལས་རང་ཁར་གྱ་ཚོམ་ཧུད་རྒྱུགས་བྱས་པ་མེད་ཅེས་ངས་ཁས་ལེན་གཙང་མ་ཞུ་ཐུབ། ང་ཚོས་ཧ་རི་ཧོ་རི་བྱས་ནས་ལམ་སེང་ཐག་གཅོད་ཐལ་ཆ་འགྲོ་གཞིའི་རིགས་རྩ་བ་ནས་ཡོང་གི་མ་རེད། ཚང་མ་བློ་བདེ་པོ་གནང་རོགས་གནང། གཞི་རྩའི་བོད་ཕྱི་ནང་གཉིས་ནས་བསམ་ཚུལ་ཤུགས་ཆེན་པོ་ཡོང་གི་ཡོད་པ་དེ་དག་ལ་ང་ཚོས་ངེས་པར་དུ་བསམ་བློ་གཏོང་དགོས་པ་ཞིག་རེད་ལ། བསམ་བློ་ངེས་པར་དུ་གཏོང་གི་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ཟླ་བ་གསུམ་པའི་ཚེས་བཅུ་ཉིན་གསུམ་བཅུའི་དུས་དྲན་ཐེངས་ཉེར་བཞི་པ་སྩལ་བའི་བཀའ་སློབ། ཉི་ཤུ་རྩ་བརྒྱད། རིག་གཞུང་ལ་སྤྱིའི་འཛིན་དང་སྐད་ཡིག་ལ་སློབ་སྦྱོང། གོང་དུ་འདིར་ཆོས་འབྲེལ་བྱེད་པའི་སྐབས་ལ་སྐད་བསྒྱུར་ཞིག་འདུག། ང་རང་ཚོ་བོད་མི་ནང་ཁུལ་ལ་སྐད་བརྡ་འཕྲོད་མིན་གྱི་གནས་ཚུལ་ཡོང་སྐབས། ཐབས་སྐྱོ་པོ་རེད། གང་ལྟར་ཡང་སྙིང་ང་རང་ཚོ་བོད་པའི་རིག་གཞུང་འདི་དག་དམ་འཛིན་བྱ་རྒྱུ་ཤིན་ཏུ་གལ་ཆེན་པོ་རེད། ང་རང་ཚོ་བོད་རང་གི་རིག་གཞུང་སྤྱི་འཛིན་ཐོག་ལ་ཕྲུ་གུ་ཙམ་མིན་པར་རྒན་པ་རྣམས་ནས་ཀྱང་དོ་སྣང་ཆེན་པོ་བྱེད་དགོས། སློབ་གྲྭར་འགྲོ་རྒྱུའི་དུས་ཚོད་ཡོལ་ཟིན་ནའང་བོད་ཡིག་ཀློག་ཐུབ་པ་དང་བྲི་ཐུབ་པ་བྱེད་རྒྱུར་དོ་སྣང་བྱེད་དགོས། ལྔར་ང་རང་ཚོའི་གཞིས་སྒར་ཡས་མས་སུ་ཤེས་ཡོན་ཡར་རྒྱས་གཏོང་རྒྱུའི་ཆེད་ཤེས་ཡོན་ཚོགས་ཆུང་ཕྱི་གཟུགས་ཀྱི་ལས་འགུལ་སྤེལ་ཡོད། མ་གཞི་ཁྱེད་རང་ཚོར་ལས་ཀ་བྱེད་རྒྱུ་དང་མཐུན་རྐྱེན་འཛོམས་མིན་གྱི་དཀའ་ངལ་ཡོད། ཡིན་ནའང་རིམ་པས་ཆ་རྐྱེན་འཛོམས་ཏེ་གོ་སྐབས་བྱུང་ན། བོད་ཡིག་བྲི་ཀློག་ཤེས་ཐབས་བྱེད་དགོས། དེ་ནི་སོ་སོའི་བསམ་བློ་གཏོང་རྒྱུར་ཕན་པ་ཙམ་དུ་མ་ཟད། གཙོ་ཆེ་ཤོས་ཆོས་ཀྱི་བྱ་བར་ཡང་ཕན་ཐོགས་ཡོད་པ་ཞིག་རེད། ད་ནངས་སྐད་ཆ་བྱུང་བ་བཞིན་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་པ་ཞིག་ཡིན་ཅིང་ནང་པ་སངས་རྒྱས་པའི་ཆོས་ལ་དད་པ་ཡོད་མཁན་གྱི་མི་ཞིག་ཡིན་བཞིན་དུ་ནང་པའི་ཆོས་མི་ཤེས་པ་འདི་ཤིན་ཏུ་སེམས་སྐྱོ་པོ་དང་ཐབས་སྐྱོ་པོ་རེད། ནང་པའི་ཆོས་ལ་གཞན་དང་མི་འདྲ་བའི་ཟབ་པ་དང། རྒྱ་ཆེ་བའི་ལམ་གྱི་རིམ་པའི་རྣམ་གཞག་དང་བདག་གཞན་གཉིས་ཀྱི་ཐོག་ནས་རྣམ་གྲངས་མང་པོ་དང་རྒྱ་ཆེན་པོ། གཏིང་ཟབ་པོ་སྤུས་དག་པོ་ཡོད་པ་འདི་དག་མ་ཤེས་པར་བསྡད་ན་ཤིན་ཏུ་ཕངས་པོ་རེད། ང་རང་ཚོས་ནང་པ་སངས་རྒྱས་པའི་ཆོས་འདི་ཆོས་བརྒྱུད་གཞན་ཞིག་ནས་སློབ་དགོས་པ་དང་ལོ་ཙཱ་བ་གཞན་ཞིག་ནས་བརྒྱུད་མི་དགོས་པར་ང་རང་ཚོ་བོད་རང་གི་ཡི་གེའི་ཐོག་ནས་སློབ་ཐུབ་པ་ཞིག་ཡིན་པས་ཤེས་ཐབས་འབད་བརྩོན་བྱེད་དགོས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ཟླ་བ་གསུམ་པའི་ཚེས་གཉིས་རྩ་བདུན་དགོང་དྲོ་མེའོ་ཆོས་འཕེལ་གླིང་གཞིས་ཆགས་མི་མང་ལ་སྩལ་བའི་བཀའ་སློབ། ཉི་ཤུ་རྩ་དགུ། ཆོས་ཀྱི་དགོས་མཁོ་དང་ཆོས་ཀྱི་ཕན་ཐོགས། ཆོས་དགོས་མིན་དང་ཆོས་ཀྱི་ཕན་ཐོགས་ཡོད་མེད་ཅེས་པ་དེ་རང་ཉིད་ཀྱིས་བརྟག་དཔྱད་བྱེད་དགོས། སྤྱིར་བཏང་འཛམ་གླིང་འདིའི་སྟེང་དུ་ཆོས་ཁས་ལེན་མཁན་རིགས་གཅིག་དང་ཆོས་ཁས་མི་ལེན་མཁན་གྱི་རིགས་གཅིག་ཡོད། ཆོས་ཁས་མི་ལེན་མཁན་གྱི་ནང་དུ་ཡང་ཁག་གཉིས་ཡོད་པ་སྟེ། སྤྱིར་བཏང་ཆོས་ལ་དོ་སྣང་མི་བྱེད་མཁན་རིགས་གཅིག་གིས་དངུལ་དང། རྒྱུ་དངོས་པོའི་འདུ་འགོད་ལ་མགོ་འཁོར་ནས་སྡོད་ཀྱི་ཡོད། རྒྱ་མི་གུང་བྲན་ལ་ཆ་མཚོན་ན་ཆོས་ལ་དོ་སྣང་མི་བྱེད་པ་ཙམ་མིན་པར་ཆོས་ལ་དུག་ལྟ་བུའི་སྐྱོན་དུ་བལྟས་ཤིང། ཆོས་ཀྱི་བསམ་བློ་ཡོད་ན་མིའི་ཀླད་པར་སྐྱོན་ཕོག་གི་རེད་ཅེས་ཆེད་དུ་གཉེར་ནས་ཆོས་སྤོང་གི་ཡོད། དཔེར་ན། ཆོས་ལ་ཉེས་དམིགས་སུ་བལྟས་ཏེ་ཆོས་སྤངས་པའི་མི་གཅིག་དང། ཆོས་དད་ཡོད་པའི་མི་གཅིག་སོ་སོའི་སྒེར་གྱི་སེམས་ལ་བདེ་སྐྱིད་ཆེ་ཆུང་དང། སྤྱི་ཚོགས་ཀྱི་གནས་སྟངས་བཟང་ངན་གང་ཞིག་ཡོད་མེད་ང་ཚོས་རྩིས་ཤིག་བརྒྱབ་ན། དཔེར་ན། ཡི་ཤུར་ཆ་བཞག་ན། སྤྱོད་ངན་བྱས་པ་དང་གཞན་ལ་དབང་ཡོད་བཤད་ན་འཇིག་རྟེན་བཀོད་པ་པོ་དཀོན་མཆོག་ཐུགས་ཁྲེལ་གྱི་རེད་སྙམ་པའི་ཐོག་ནས་དྲན་ཤེས་བག་ཡོད་བསྟེན་གྱི་ཡོད་ལ། སྣང་བ་སངས་རྒྱས་པའི་ཆོས་ཀྱི་ཐོག་ནས་ཆ་བཞག་ན། ཁྲིམས་བསགས་གར་མིན་དང་གཞན་གྱི་ཤེས་མིན་ཇི་ལྟར་ཡང་ངས་ཡ་རབས་བྱས་པ་དང་གཞན་ལ་གནོད་པ་བསྐྱལ་ན། ལས་རྒྱུ་འབྲས་ལ་ལྟོས་ཀྱི་མ་རེད་བསམ་སྟེ་རང་ཉིད་ཀྱི་བསམ་བློའི་ནང་ནས་ངོ་ཚ་ཁྲེལ་ཡོད་ཀྱི་སྟངས་འཛིན་ཕྲན་བུ་བྱེད་ཀྱི་རེད། ཆོས་སྤངས་པའི་མི་དེ་ཁྲལ་སེལ་ཁེ་ཕན་གང་བྱེད་བསམ་བློ་ལས་ཡ་རབས་མ་རབས་ཀྱི་གནས་ཚུལ་བརྩི་གི་མེད། དཔེར་ན་རྒྱ་མི་གུང་ཁྲན་གྱི་ཁ་ནས་ཕྱིར་འགྲོ་བ་མི་དང་དེའི་ནང་ཚན་ནས་ངལ་རྩོལ་མི་མང་གི་སྡུག་བསྔལ་སེལ་རྒྱུ་དང་ངལ་རྩོལ་མི་མང་གི་བདེ་བ་སྒྲུབ་རྒྱུ་ངག་ནས་བརྗོད་ཀྱི་ཡོད་ཀྱང། ལག་ལེན་གྱི་ཐོག་ནས་ཆགས་སྡང་རྨོངས་གསུམ་ཁོ་ནའི་གཞན་དབང་ལ་ཕྱིན་པ་ལས། ཆགས་སྡང་གཉིས་ལ་ཉེས་དམིགས་སུ་བལྟ་གི་མེད། དཔེར་ན་གུང་ཁྲན་རིང་ལུགས་ཀྱི་ནང་དུ་གྲལ་རིམ་གྱི་འཐབ་རྩོད་བྱེད་ཀྱི་ཡོད་པ་དེ། མི་མང་འཆི་བའི་བདེ་བ་སྒྲུབ་པའི་ཆེད་དུ་ཡིན་ཟེར་ཡང། དོན་ལ་ཐབས་ཤེས་དེ་ཞེ་སྡང་འཕེལ་རྒྱས་གཏོང་མཁན་ལྟ་བུ་ཆགས་ཡོད། གྲལ་རིམ་གྱི་འཐབ་རྩོད་བྱས་ཏེ་གཅིག་གིས་གཅིག་ལ་འཁོན་འཛིན་དང་གཅིག་གིས་གཅིག་ལ་སྐྱོན་བརྗོད། གཅིག་གིས་གཅིག་ལ་གནོད་འཚེའི་བསམ་སྦྱོར་ལག་ལེན་བྱས་པའི་འབྲས་བུར། མི་གཅིག་གིས་གཅིག་ལ་ཡིད་ཆེས་དང་ཕན་ཚུན་མཛའ་མཐུན། ཕན་ཚུན་གུས་བརྩི་བཅས་བརླགས་ཏེ། ཁ་ནས་མཐུན་སྒྲིལ་ཞེས་ཇི་ཙམ་བཤད་ཀྱང་ལག་ལེན་ངོ་མའི་ཐོག་ཏུ། མི་དང་མིའི་འབྲེལ་བ་དེ་ཕན་ཚུན་འདྲ་ཤེས་ལྟ་བུའི་ཞེད་སྣང་དང་དངངས་སྐྲག། གཅིག་གིས་གཅིག་ལ་དོགས་ཟོན་ཁོ་ནའི་ངང་དུ་སྡོད་དགོས་པའི་སྤྱི་ཚོགས་ཤིག་ཆགས་ཡོད། དེ་ཡག་པོ་གང་ཡང་མིན། དེ་དག་གང་གི་ལན་ནམ་ཞེ་ན། སེམས་ནང་ལ་བྱམས་པ་དང་བརྩེ་བ། ཕན་སེམས། ཡ་རབས་ཀྱི་བསམ་བློ་མེད་པའི་ལན་པ་ཡིན། མིས་མི་ལ་བརྩེ་བ་དང་མིས་མི་ལ་ནང་ནས་སོ་སོས་དང་བས་ཀུན་ནས་བསླངས་ཏེ་མ་སྐུལ་དང་ལེན་གྱི་ཐོག་ནས་ལས་ཀ་བྱེད་མཁན་ཡོང་གི་མེད། གང་ལྟར་རང་ཕྱོགས་ལ་ཕན་པ་གཞན་ཕྱོགས་ལ་སྡང་བའི་ཆགས་སྡང་ལ་གཉེན་པོ་བསྟེན་ནས་རེ་ཞིག་ཡོངས་སུ་སྤོངས་མ་ཐུབ་ན་ཡང། དེ་ལ་ཉེས་དམིགས་སུ་བལྟས་ནས་སྤོང་སེམས་བསྟེན་ན་སེམས་ནང་ལ་བག་ཕེབས་པ་དང་ཞི་བ། སྐྱིད་པ་ཞིག་ཡོང་གི་རེད། ཆོས་སྤངས་པའི་མི་ཚོས་ཀྱང་སྡུག་བསྔལ་མི་འདོད་པ་དང་བདེ་སྐྱིད་ཅིག་བྱུང་ན་བསམས་ཏེ་ཆོས་སྤངས་ཤིང། ཆོས་ཉམས་ལེན་བྱེད་མཁན་དག་གིས་ཀྱང་བདེ་སྐྱིད་བྱུང་ན་བསམས་ཏེ་ཆོས་བྱེད་བཞིན་ཡོད། དེ་གཉིས་ཀྱི་གྲུབ་འབྲས་ཅི་ཡང་བཏེགས་ན། ཆོས་ཡོད་མཁན་དེ་སེམས་སྐྱིད་པ་ཡོད། དེས་ཆོས་ཀྱིས་མི་ལ་ཕན་ཐོགས་ཡོད་པ་གསལ་པོར་མཚོན་གྱི་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ཟླ་བ་བརྒྱད་པའི་ཚེས་གསུམ་ཉིན་ཀུ་ལུ་མ་ནཱ་ལེར་མི་དམངས་ལ་སྩལ་བའི་བཀའ་སློབ།